ག་ཡི་རྟ་ཕོ་ལགས། ཁྱེད་ཀྱི་སྤུན་ཟློག་ནི་སྤྲིན་དཀར། གངས་རི། རྟ་འོད། འོ་མ་སོགས་ཀྱི་རྗེས་སུ་འགྲོ་ཞིང། འབྲས་དབང་རྩལ་གྱིས་སྐར་མདའ་འབུམ་གྱི་བསྙེན་པ་ཅིག་ཅར་དུ་འཕྲོག་ཐུབ་ཀྱང། ང་རྒྱལ་གྱི་རྔོག་མ་གྱེན་དུ་མི་བཟང། ཁང་ཁྲག་གི་མགོ་བོ་མཁའ་རུ་མི་འདག། ཁྲག་དོག་གི་མཇུག་མ་འཕྲེད་དུ་མི་གཡུག། ཁ་ཕོ་ཡུམ་ཚེ་སྐུ་ལྷང་ལྷང་མི་འཛིན་པར། ཞི་ཞིང་དུལ་བ། འཇམ་ཞིང་ལྷོད་པ།

ཁྱོད་ཀྱི་གཞན་དོན་གཉེར་བའི་བསམ་པ་ནི་ཐག་པ་ཆེན་པོ་ལས་འགོངས་པའི་དབང་གིས། རྩྭ་ཐང་གི་གཞི་ན་གནས་པའི་མེ་ཏོག་གི་མགོ་ལྕོག་ལྡེམ་ལྡེམ་གཡོ་བའི་གར་གྱིས་མདུན་བསུ་ཞིང། ཕྱི་དྲན་གྱི་རླབས་སྒྲའི་རྒྱུན་མང་ལྷང་ལྷང་དུ་དཀྲོལ་ནས་དགའ་བསུ་བྱེད་པ། རྩྭ་ལྗང་གི་ལོངས་སྤྱོད་གསར་བའི་དགེ་མཚན་ངོམས་ནས་སྣེ་ལེན་གྱི་ལྟ་གོན་བྱེད་བཞིན་འདུག།

ཀྱེ་རྟ་ཕོ་ལགས། ཁྱོད་ནི་རྗེས་ལུས་ཀྱི་མུན་པ་སེལ་བའི་སྒྲོན་མེ། སྡུག་བསྔལ་གྱི་སྤྲིན་ནག་གཏོར་བའི་གྲུ་བཞོན། སྔོན་ཐོན་གྱི་ཞྭ་ལམ་དུ་འདྲེན་པའི་གཤོག་པ་དང་འདྲ་ཞེས་བརྗོད་ན། ཀློག་པ་པོ་ཀུན་གྱིས་རྟ་ཕོས་དེ་ལྟ་བུ་བཤད་མི་ནུས་ཞེས་བརྗོད་པའང་གོར་མ་ཆོག་མོད། འོན་ཀྱང་ཁྱོད་ཀྱིས་ཀྱང་དཀའ་བ་ཕྲག་ཏུ་ཁུར། ངལ་བ་ཁྱད་དུ་བསད། བདེ་བ་རྒྱང་དུ་བསྲིངས་ཏེ་མི་རྣམས་ལ་ཕན་ཐོགས་པའི་བྱ་བ་འབབ་པའི་དོན་དག་གཉེར་བའི་ཀུན་སྤྱོད་ནི་ཀུན་གྱིས་བསྟོད་པའི་གནས། བསྔགས་པའི་ཡུལ། དགའ་བའི་རྒྱུར་འགྱུར་བར་གདོན་མི་ཟའོ། ཀློག་པ་དང་འབྲི་བ། བྱ་ང་བཞག་བཅིང། ཤ་འབྲི་ངས་ཤེ་ས་བཞག་ཤི་བཅིང་ཤི། བཅིང་ཤི། ས་ང་བཏགས་སྔ་ན་རོ་སྔོ། ས་ང་ས་བཞག་སང།

ཁྱད་དུ་བསད། རྟ་ན་རོ་ཏོ། ས་བླབ་སྟག་བརྡ། དོ་བརྡ། དོ་བརྡ། མ་ཞབས་ཀྱི་མི། ཀ་འབྲུ་ངེ་ཀེ། མི་ཀེ། མི་ཀེ། ལ་ཧབ་སྟག་ལྷ། ཀ་ས་བཞག་ལྷག།

བ་ཡབ་རྟག་བྱ། བླ་མ་བཞག་ལམ་བྱ་ལམ་བྱ་ལམ། ཀ་ན་རོ་ཀོ་ར་བཞག་ཀུར། མ་ཆ་ཀ་བཞག་ཆག། ཀུར་མ་ཆག། ཀུར་མ་ཆག། ཅ་གི་གི་ཅི་ག་བཞག་གཅིག། ཅ་ར་བཞག་ཅར། ཅིག་ཅར། ཅིག།